དེ་ནི་བླ་མའི་ཤུ་བ་བུ་དང་བལྟས་པ་སྟེ། བསྡུ་ཞིང་སྟོན་པ་བུ་ཅང་བསྡུ་སོགས་ལས། བྱེ་བྲག་མ་རྒྱུད་རྡོ་རྗེ་མཁའ་འགྲོ་རྣམས། དྲི་བ་དྲིས་ལན་ཚུལ་གྱིས་གཏན་ལ་ཕབས། དེ་འདྲ་ཅིག་གསུངས་པ་རེད། འདི་ཡི། རྣལ་འབྱོར་བླ་ན་མེད་པའི་རྒྱུད་སྡེ་བསྡུས་ཚུལ་དེ་གསུང་གི་ཡོད་པ་རེད། རྣལ་འབྱོར་བླ་མེད་ཀྱི་རྒྱུད་སྡེ་བསྡུས་ཚད་དེ་བསྡུས་ཚུལ་དེ་ག་འདྲས་རེད་ལབ་པ་ཡིན་ན། དང་པོ་སངས་རྒྱས། སྟོན་པ་ཤཱཀྱ་ཐུབ་པའམ་ཡང་ན་རྒྱལ་བ་རྡོ་རྗེ་འཆང་ལ། རྒྱུད་སྡེ་གང་ཡིན་པ་དེ་ཞུ་བ་པོ། རྒྱུད་སྡེ་མང་ཆེ་བ་ཅིག་གི་ཞུ་བ་པོ་དེ་ཡང་ན་གསང་བདག་དང། ཡང་ན་རྗེ་བཙུན་འཇམ་པའི་ཡང་ངོ་དེ་རེད་དེ་ཡོད་པ་རེད། ཡིན་ཙང། དང་པོ་ཡང་ཤུལ་མཁན་སུ་ཡིན་ན་རྗེས་སུ་རྒྱུད་དེ་དེ་ལ་གཏད་ཡོད་པ་རེད། དེ་ལ་གཏད་པ་ཡིན་ཙང་རྗེས་སུ་བཀའ་བསྡུ་བྱེད་པའི་སྐབས་སུ་ཡང་ཞུ་བ་པོ་དེ་གིས་བསྒྲུབས་པ་རེད། སྟོན་པ་པོས་ཀྱང་བསྡུ་སོགས་ལས་ཞེས་གསུངས་པ་རེད། དེ་ག་རེ་གསུང་གི་ཡོད་པ་རེད་ལབ་ན་རྒྱུད་སྟོན་པ་པོ་རྒྱལ་བ་རྡོ་རྗེའི་འཆང་རང་ཉིད། གསང་བདག་ཕྱག་ན་རྡོ་རྗེ་གི་རྣམ་པ་ལ་མཆོད་ནས་བཀའ་བསྡུ་མཛད་པ་དེ་འདྲ་ཡང་ཡོད་པ་རེད། བྱེ་བྲག་མར་རྒྱས་རྡོ་རྗེ་མཁའ་འགྲོ་རྣམས་གསང་སྔགས་བླ་ན་མེད་པའི་རྒྱུད་ལ་ཕ་རྒྱུད་དང་མ་རྒྱུད་གཉིས་ཡོད་པའི་ནང་ནས་མ་རྒྱུད་ཀྱི་རྒྱུད་སྡེ་འགའ་ཤས་ཅིག་མཁའ་འགྲོ་མ་རྣམས་ཀྱིས་ཕན་ཚུན་ལ་དྲི་བ་དྲིས་ལན་བྱེད་པའི་ཚུལ་གྱིས་གཏན་ལ་ཕབ་ཀྱང་འདུག་པ་རེད། དེའི་དོན་དག་ག་རེ་རེད་ལབ་ན་སྔར་རྒྱལ་བ་རྡོ་རྗེ་འཆང་གིས་རྒྱུད་སྡེ་གསུང་བའི་སྐབས་སུ་ག་འདྲས་གསུངས་སོང་འདི་འདྲས་གསུངས་སོང་ཟེར་ནས་དྲི་བ་དྲིས་པ་དང་ལན་བཏབ་པའི་ཚུལ་གྱིས་གཏན་ལ་ཕབ་ནས་བསྡུས་པ་རེད། ཨ། ཤོ་ལོ་ཀ་འདི་དོན་དག་མདོ་རུ་བསྡུ་ན་དེ་འདྲ་ཞིག་རེད། གསང་སྔགས་བླ་ན་མེད་པའི་རྒྱུད་སྡེ་ཟེར་བ་དེ་གི་བྱ་ཆོས་འདྲ་བོ། ཅི་ག་འདྲས་རེད་ལབ་པ་ཡིན་ན་བསྐྱེད་རྫོགས་གཉིས་ལྡན་ཟེར་བསྐྱེད་རིམ་དང་རྫོགས་རིམ་གཉིས་ཀ་དང་ལྡན་པའི་རྒྱུད་སྡེ་ཞིག་ལ་བླ་མེད་ཀྱི་རྒྱུད་སྡེ་ཟེར་གྱི་རེད་བླ་མེད་མན་ཆད་ཀྱི་རྒྱུད་སྡེ་གསུམ་ལ་བསྐྱེད་རྫོགས་གཉིས་ཡོད་པ་མ་རེད་གཞན་པ་གཅིག་སྟེ་ཐབས་ཤེས་དབྱེར་མེད་ཀྱི་ཉམས་ལེན་ཡོད་པ། དེ་ཡང་སྔགས་བླ་མེད་ཀྱི་བྱ་སྤྱོད་ཅིག་ཡིན་པ་རེད། སྤྱིར་བཏང། མདོ་ཕར་ཕྱིན་ཐེག་པ་ཡིན་ན་རེ་གསང་སྔགས་ཀྱི་རྒྱུད་སྡེ་བཞི་ག་འདྲས་ཅིག་ཡིན་ན་ཡང་ཐབས་ཤེས་ཟུང་འཇུག་ཡང་ན་ཐབས་ཤེས་ཟུང་འབྲེལ་ཟེར་བ་དེ་ཡོད་པ་རེད་ཡིན་ན་ཡང་ཐབས་ཤེས་དབྱེར་མེད་ཟེར་བ་དེ། གསང་སྔགས་བླ་མེད་ཀྱི་བྱ་སྤྱོད་ཐུན་མོང་མ་ཡིན་པ་ཅིག་ཆགས་ཡོད་པ་རེད། རྒྱུད་སྡེ་བཞི་ཡི་བྱ་སྤྱོད་འདི་དག་རགས་ཙམ་ཅིག་དང་ང་རང་གི་ཤེས་ཚུལ་ཙམ་ཞིག་བཤད་པ་མ་གཏོགས་འདི་ལས་གཞན་པའི་རྒྱུ་མཚན་གཞན་པ་ཡང་མང་པོ་གསུང་ཡ་ཡོད་པ་རེད། དེ་ནི་གསང་སྔགས་བླ་མེད་ལ་ཕར་རྒྱུད་དང་མར་རྒྱུད་ཟེར་བ་རིགས་གཉིས་ཡོད་པ་དེ་ཡི་ཁྱད་པར་ག་འདྲས་རེད་ཟེར་ལབ་པ་ཡིན་ན་ཕར་རྒྱུད་ཟེར་བ་དེ་ཐབས་ཀྱི་ཆ་གཙོ་བོར་བྱས་པ་དང་རྒྱུད་ལུས་གཙོ་བོར་བྱས་པ་དེ་འདྲ་ཅིག་ལ་ཕར་རྒྱུད་ཟེར་ལབ་ཀི་རེད། འདིའི་སྐབས་ཀྱི་རྒྱུད་ལུགས་ལབ་ཡོད་དེ་ང་ཚོ་མིའི་འཕར་བ་སོ་སོའི་སྐྱེ་བོ་འཕར་བ་གི་ལུགས་དེ་འདྲ་མ་ཡིན་པ་ཁྱད་པར་དུ་འཕགས་པའི་ལུགས་གཅིག་ཡིན་པ་རེད་སངས་རྒྱས་སྒྲུབ་པ་ལ་རྒྱུད་ལུགས་ཟེར་བ་དེ་ངེས་པར་དུ་ཐོབ་དགོས་ཀྱི་ཡོད་པ་དེ་འདྲ་ཅིག་གསུང་གི་ཡོད་པ་རེད། ད་ནི་མར་རྒྱུད་ཟེར་བ་དེ་ཤེས་རབ་ཀྱི་ཆ་གཙོ་བོར་བྱས་པ་དང་འོད་གསལ་གཙོ་བོར་བྱས་པ། འོད་ཟེར་བརླབས་ཡོད་དེ། མདོར་བསྡུ་ན་སྟོང་པ་ཉིད་རྟོགས་པའི་ཤེས་རབ། འོ་དེ་རེད་དེ་ཡོད་པ་རེད། སྤྱིར་བཏང་སྔགས་གསར་མ་པ་རྣམས་ཀྱིས་ག་རེ་གསུང་གི་རེད་ལབ་ན། ཕ་རྒྱུད་གསང་བ་འདུས་པ་དང་མ་རྒྱུད་འཁོར་ལོ་བདེ་མཆོག། འོ་དེ་འདྲ་གསུང་གི་རེད། སྤྱིར་བཏང་གསང་སྔགས་བླ་མེད་ཀྱི་རྒྱུད་སྡེ། ཚད་དང་ལྡན་པ་ཞིག་ཡིན་ན་དེ་ཡི་ནང་དུ་ཕར་རྒྱུད་དང་མར་རྒྱུད་ཀྱི་ཉམས་ལེན་གཉིས་ཆ་ཚང་དགོས་པ་རེད། མདོར་ན་ཐབས་ཤེས་གཉིས་ཀྱི་ཉམས་ལེན་ཆ་ཚང་བ་ཞིག་བསྟན་མེད་ན་དེ་ལ་གསང་སྔགས་བླ་ན་མེད་པའི་རྒྱུད་སྡེ་ཟེར་གི་མ་རེད། འོ་དེ་འདྲ་ཅིག་རེད། དེ་རིང་གི་ང་ཚོའི་སློབ་ཚན་འདི་འདྲ་ཅིག་ནས་མཚམས་བཞག་རྒྱུ་བྱས། ཐུགས་རྗེ་ཆེ་ཞུ་རྒྱུ་ཡིན།